ཨོ་སི་ཐུ་ལི་ཡའི་མཐོ་སློབ་གཙུག་ལག་སློབ་གཉེར་ཁང་གཉིས་དང་ད་ག་ན་ཤིན་རྒྱ་ནག་གི་ཨ་ནི་ཧྲན་ཏུང་མཐོ་སློབ་དང་ད་ག་ན་ཤིན་རྒྱ་ནག་གི་རྒྱལ་སྤྱིའི་ཚན་རིག་པེ་ཅིང་ཚན་རིག་ཁང་དང་ཨ་ནི་ཁོང་ཚོ་མཉམ་ལས་ཀྱིས་བྱེད་ཨ་ར་འབྲེལ་འདྲིས་འབྲེལ་བ་ཡོད་པ་དེ་མཚམས་འཇོག་བྱེད་ཀྱི་ཡིན་ཞེས་བཅས་འབྲེལ་འདྲིས་ཀྱི་བཀའ་བཏང་པའི་གནས་ཚུལ་ཞིག་འདུག་ད་ལྟའི་ག་ཡིན་ཟེར་ན་ང་དེ་ཨོ་སི་ཐུ་ལི་ཡར་བསྡད་ཡོད་དུས་ས་གནས་ཀྱི་གནས་ཚུལ་དེ་ཡང་གཅིག་སྙན་སང་ཞུ་ན་བསམ་སོང། ཨ་ནི། མུ་མཐུད་གསན་རོགས་གནང། ཨ་ནི། ཨོས་ཐྲ་ལི་ཡ་གཞུང་གཉིས་མཐོ་སློབ་གྲངས་སུམ་ཅུ་སོ་དགུ་དང་སྒེར་གྱི་གཉེར་བའི་ཚད་མཐོའི་སློབ་གླིང་གྲངས་ལྔ། ཨན་དང་ནི་ཞི་ལས་རིགས་སློབ་གྲྭ་བཅས་ཚུད་པའི་རྒྱལ་སྤྱིའི་ཚད་མཐོའི་རིམ་པའི་མཐོ་སློབ་གྲངས་བཞི་བཅུ་ཐམ་པ་ཡོད་པ་དེ་དག་ནང་ལོ་ལི་ཡ་ཨ་ནི་ཕུལ་དུ་བྱུང་བའི་གཙུག་ལག་སློབ་གླིང་གི་རྒྱལ་གཅེས་གྲགས་པ་བརྒྱད་ཡོད་པ་དེའི་ནང་འདི་གའི་རྟེན་བཅས་རེད་པ། ཨ་ནི་ཨོ་སི་ཁྲུ་ལི་ཡའི་གཞུང་གིས་ཉེ་བའི་ལོ་བཅུའི་གོང་ལ་ཕྱི་རྒྱལ་དུ་སློབ་སྦྱོང་བྱེད་བཞིན་པའི་རྒྱ་ནག་གི་སློབ་མའི་སློབ་ཡོན་ལ་བརྟེན་ཕྱིར་དངུལ་ལོ་ཧ་ཅང་མང་པོ་ཐབས་ཡོད་པ་རེད། ཐ་ན་ཉེ་ཆར་ནང་རྒྱ་ནག་གི་ཆང་རག་དང་འབྲུ་རིགས་ཚོང་དོན་ལ་བཀག་སྡོམ་མེད་པར་བཟོ་འགོ་ཚུགས་པ་དང་དེ་ཡང་གོ་དྲན་མེད་པར་བཟོས་ཚར་ཙམ་གྱི་རྗེས་ལ་ཡང་ཨ་ནི་ཨོ་སི་ཁྲུ་ལི་ཡའི་གཞུང་གིས་དུས་ཡུན་ཚད་གཅིག་མ་བཟོ་བའི་ནང་གློ་བུར་དུ་རྒྱ་ནག་གུང་ཁྲན་ཤང་དང་འཕྲོད་བཅད་པ་ཨོ་གླིང་གཞུང་གི་ཕྱི་སྲིད་བློན་ཆེན་ཕེ་ནི་ཝང། Zhao། ཁོང་རང་ངོ་མས་བཀའ་བཏང་རྗེས་ཨོ་སི་ཐུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་དང་ཁུན་སི་ལན་དུའི་གཙུག་ལག་སློབ་གཉེར་ཁང་གཉིས་ཀྱིས་རྒྱ་ནག་གི་མཐོ་སློབ་རྩེ་ཕུད་ཁག་གཉིས་དང་ཚན་རིག་ལག་རྩལ་མཉམ་ལས་བྱེད་པའི་གྲོས་མཐུན་མཚམས་འཇོག་བྱེད་པའི་བཀའ་བཏང་ཡོད་པ་རེད། དེ་ལས་ཀྱང་ཆེས་རྩ་བ་བཞི་ནི་མཉམ་རེག་གཅིག་ནི་རྣམ་གྲངས་ནི་ཕྱི་ཚུལ་ནས་བལྟས་ན་རྩི་ཤིང་ལས་བསྟན་པའི་ན་ཟུག་འཇོམས་བྱེད་ཀྱི་སྨན་ཞིག་ཡིན། ཨོ་ལིན་སང་ལས་ཚན་པས་ཞིབ་འཇུག་མཐིལ་ཕྱིན་བྱས་པའི་རྗེས་ལ་དེའི་རྒྱབ་ཏུ་ཚན་རིག་ལག་རྩལ་གྱི་གྲངས་གཞི་བརྒྱུད་སྤྲོད་བྱེད་པའི་འབྲེལ་བ་ཡོད་པ་ཤེས་རྟོགས་བྱུང་ཡོད། དེ་ཙམ་མ་ཟད་དེས་དུས་གཏན་མཚོན་ཆ་དང་ཆོས་རིག་མཐོ་བའི་དམག་དོན་བཟོ་ལས་ཁང་གི་གལ་ཆེ་ཤོས་ཀྱི་ས་མཚམས་ཐིག་དམར་པོ་དེ་འདི་དག་ལ་ཐུག་ཡོད། སྔོན་ཆད་ཁོ་ཚོས་ནི་གློག་བརྙན་གྲངས་གསུམ་དེར་བ་རྒྱ་ནག་དང་བཅོས་བྱས་མཉམ་ལས་བྱེད་འདོད་ཆེན་པོ་ཡོད་ཙང་དེ་རིང་གློ་བུར་དུ་མཚམས་འཇོག་བྱ་དགོས་པ་བཤད་པ་ལྟར་དེ་མ་མཚམས་མཚམས་འཇོག་བྱས་པ་དང་རང་ཉིད་ངོ་མས་ཁ་དང་བ་སྤུ་ལོག་ཁ་བཟོས་པ་རེད། ཨོ་གླིང་ལ་དེ་རིང་སྲོག་ལ་ཐུག་པའི་ཉེན་ཁ་ག་རེ་འཕྲད་ཡོད་རེད་ཟེར་ན་ཕག་ཐལ་དུས་གནོད་གཞི་མེད་པའི་སྨན་རྫས་རིག་པའི་ཤེས་ཡོན་ཞིབ་འཇུག་རེད་བསམ་ན་ཡང། རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་སོན་པའི་དུས་སྐབས་འབར་རྫས་ཤིག་ལ་གྱུར་བ་རེད། དེ་བརྟེན། ངས་ད་རེས་ཀྱི་འདོན་ཐེངས་བརྒྱ་དང་བཅོ་གསུམ་འདིའི་ནང་གནས་ཚུལ་འདི་བྱུང་ཚུལ་ཐད་དབྱེ་ཞིབ་ཅིག་བྱས་རྗེས་ནི་གསལ་བཀྲོལ་བྱས་ན་བསམ་བྱུང། ད་རེས་ཨོ་གླིང་གཞུང་གིས་རྒྱ་ནག་དམར་གཞུང་ལ་གནག་པོ་དེ་ཙམ་བྱེད་དགོས་དོན་ག་རེ་རེད་ཟེར་ན། ཨང་ལོ་བཅུའི་སྔོན་ལ་སྐབས་དེའི་ཨོ་སི་ཁྲུ་ལི་ཡའི་གཞུང་དེའི་དམིགས་ནང་ལོགས་ལས་རྒྱ་ནག་དང་འབྲེལ་བ་ཧ་ཅང་ཟབ་པོ་བྱེད་ཡ་དེ་གལ་ཆེན་པོ་མཐོང་པ་དང། ཨ་ནི་ཨོ་གླིང་གི་མཐོ་རིམ་སློབ་གྲྭའི་ཤེས་ཡོན་སློབ་གསོའི་ཐོན་ཁུངས་དེ་གའི་ཡིན་ན་དོན་དངོས་ཐོག་རྒྱལ་དམངས་དཔལ་འབྱོར་ཡོང་ཁུངས་ཀྱི་ད་སྲོག་ཤིང་ལྟ་བུ་ཆགས་ཡོད་རེད། འདས་པའི་ལོ་བཅུ་ཕྲག་ནང་ཨོ་གླིང་གི་གྲགས་ཅན་མཐོ་རིམ་སློབ་གྲྭ་ཁག་བརྒྱ་ཡོད་པ་དེ་དག་གིས་ཨ་ནི། ཧ་ལམ་བང་སྒྲིག་པ་ནང་བཞིན་འཚང་ཁ་ཤིག་ཤིག་བྱས་རྗེས་རྒྱ་ནག་གི་སློབ་ཆེན་དང་ཞིབ་འཇུག་ལས་ཁུངས་བར་མཉམ་ལས་གྲོས་མཐུན་དགོས་ཡ་ལས་ཧ་གཏོར་རྒྱག་ཡོད་རེད། རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་ནག་ལ་མཚོན་ན། ནི་ཚན་རྩལ་ཞིབ་འཇུག་བྱེད་པའི་མ་དངུལ་བདག་ངོས་བཞིན་པའི་མང་པོ་ཡོད་པ་དང་ཆེས་མཐོའི System ཞེས་པའི་ཚན་རིག་ལག་རྩལ་མི་མང་པོ་ཡོད་ཅིང་དེ་བཞིན་རྒྱལ་སྤྱིའི་སློབ་མའི་སློབ་ཡོན་ནམ་ཡང་ན་གླ་རྩི་སྤྲོད་མཁན་གྱི་གྲངས་འབོར་ཧ་ཅང་མང་པོ་ཡོད། སྐབས་དེའི་ཨོ་སི་ཐུ་ལི་ཡར་མཚོན་ན་མར་ཉལ་ཚེ་དངོས་སུ་བཞག་གི་ཉོ་ཚོང་ཡག་ཤོས་ཆེན་ཡིན་དུས་ནུབ་ཕྱོགས་རྒྱལ་ཁབ་ནང་རྒྱ་ནག་ལ་བཟོད་བསྲན་ཆེ་ཤོས་དང་སྲུང་སྐྱོབ་རྩ་བ་ནས་མེད་པའི་རྒྱལ་ཁབ་ཅིག་མཐོང་གི་ཡོད། སོ་ནམ་ཞིང་ལས་ནས་གནམ་གཤིས་བརྟག་དཔྱད་རྒྱུ་ཆའི་ཚན་རིག་སྐྱེ་དངོས་སྨན་ལྗོངས་སོགས་ཨོ་གླིང་དང་རྒྱ་ནག་བར་མཉམ་འབྲེལ་གྱི་ཚོད་ལྟ་ཁང་གཅིག་གཅིག་མཚུངས་གཉིས་མཐུད་ཀྱི་སྒོ་ཕྱེ་ཡོད། དཔེར་ན་ཨོ་སི་ཐུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་དང་ཁུན་སི་ལན་ཏི་སློབ་གཉེར་ཁང་གཉིས་ཀྱི་རྒྱལ་སྤྱིའི་གྲགས་ཅན་སློབ་གྲྭའི་བག་རྐྱང་ནང་དུ། ག་ས་ག་ལ་ཡང་ཨོ་གླིང་དང་རྒྱལ་ནང་གཉིས་ཟུང་འབྲེལ་བྱས་པའི་རྣམ་གྲངས་ཀྱི་ཁང་དེ་ཡོད་རེད། སྐབས་དེའི་ཨོ་སི་ཐུ་ལི་ཡར་རྩ་དོན་གཅིག་རང་ཡོད་པ་དེ་ནི་དངུལ་བཟོ་ཡ་དེ་རེད། དངུལ་མང་པོ་གསོག་ཐུབ་པ་བྱུང་ན་མ་དངུལ་མང་པོ་རག་ན་དུས་ཐིག་པའི་དཔྱད་རྩོམ་རྩེ་ཕུད་འཕྲིན་སྤེལ་བྱེད་ཐུབ་ན་རྒྱལ་ཁབ་བདེ་འཇགས་ཞིབ་བྱེད་དང་གསར་པའི་ལག་རྩལ་ཤོར་བ་སེལ་ཐབས་ཀླད་པའི་རྒྱང་གི་སྐད་ཆ་ཡང་རེད། གང་ལྟར་ཡང། དཔལ་ཡོན་ལྡན་པའི་སློབ་གསོའི་ཟླ་བའི་རི་མོ་དེར་ཡུན་རིང་མ་གནས་པར་རྒྱབ་ལྗོངས་སུ་ཉི་མ་ཚ་བོའི་ལན་ཚྭས་ཀྱི་གསོན་སྟབས་དེ་རྒྱུན་ཐོག་ཏུ་མགྱོགས་པོ་དང་དྲག་པོ་འཇོག་ཡོད། གོ་ལ་ཧྲིལ་པོའི་ས་ཆའི་ཆབ་སྲིད་ཀྱི་འགྱུར་ཕྱོགས་ཆེན་པོ་ཞིག་འདི་མཉམ་དུ་ལྷག་པར་དུ་ཨ་རི་དང་དབྱིན་ཇི་ཨོ་སི་ཀྲུ་ལི་ཡ་བཅས་རྒྱལ་ཁབ་གསུམ་གྱི AUKUS ཉིང་རྡུལ་ཆུ་ཚོད་གློག་དུས་ཚིགས་མནའ་འབྲེལ་བྱས་རྗེས། ཨོ་སི་ཀྲུ་ལི་ཡར་གློ་བུར་གཉིད་བསད་དེ་དཔེ་བསགས་སུ་ང་ཚོས་དེ་སྔོན་སྒོ་ཕྱེ་ཡ་ཕྱེ་ཐག་གཅོད་དེ་ནང་ཁུལ་ལ་མཛེས་རྒྱན་ལྟ་བུའི་སིམ་འཛུལ་བྱས་པའི་ཚད་ལ་སླེབས་ཟིན་ཡོད་དམ་ཞེས་རང་གིས་རང་ལ་དྲི་བ་བཀོད་དུས། ཨོ་སི་ཀྲུ་ལི་ཡའི་གསང་བའི་གནས་ཚུལ་དོ་དམ་ལས་ཁུངས་ནས། གསར་མའི་ཐོག་ནས་ཨོ་ནི་རྒྱལ་ཡོངས་ཀྱི་མཐོ་སློབ་ཀྱི་སློབ་གྲྭ་ཁག་དང་མཉམ་དུ་འཇོག་པའི་རྣམ་གྲངས་ཟེར་བ་དེ་དག་ལ་བརྟག་དཔྱད་བྱས་ཏེ། ཐེངས་འདིར་མཚམས་འཇོག་བྱས་པའི་ལས་གཞི་གཉིས་ནི་ཕྱི་ཚུལ་ནས་བལྟས་ན་གནམ་སའི་ཁྱད་པར་བྱུང་ཡོད་ན་ཡང་རྒྱབ་ལོགས་ནས་མི་རྣམས་ཧ་ལས་དགོས་པའི་ཐུན་མོང་གནད་དོན་སྦས་སྐུང་བྱས་ཡོད། དང་པོ་དེར་མཚམས་འཇོག་བྱས་པའི་ཨོ་ནི་རྒྱལ་གཉེར་སློབ་གྲྭ་ཆེན་མོ་དང་རྒྱ་ནག་ཧྲན་ཏུང་སློབ་གཉེར་བར་མཉམ་འདྲེས་བྱས་པའི་རྣམ་གྲངས་འདི་ཨོ་ནི་ཕྱི་སྲིད་ལས་ཁུངས་ནས་ཐད་ཀར་མཚམས་འཇོག་བྱེད་དགོས་པའི་བཀའ་བཏང་ཡོད་པ་རེད། གཉིས་པ་དེ་ཨོ་གླིང་ཁུལ Queensland སློབ་གྲྭ་དང་རྒྱ་ནག་ཚན་རིག་ཁང་མཉམ་ལས་རྣམ་གྲངས་འདི་རེད། མི་མང་པོ་ཞིག་གིས་རྣམ་གྲངས་འདི་བལྟས་པའི་རྗེས་སུ་ཡིད་རྟོན་དཀའ་བའི་གནས་ཚུལ་ཅིག་རེད་བསམ་ཡོད་གང་ཡིན་ཟེར་ན་ཨོ་གླིང་གི་རིགས་གཅིག་གཙང་དབུལ་པོ་ཞིག་ན་ཟུག་འཇོམས་པའི་སྨན་རྫས་ཞིག་མ་རེད་པས་དེ་དང་རྒྱལ་ཁབ་ཀྱི་བདེ་འཇགས་འབྲེལ་བ་ག་རེ་ཡོད་རེད། དེ་ནི་འགྲོ་བ་མིའི་རིགས་ལ་ལྟ་སྐྱོང་བྱེད་པའི་སྨན་རྫས་ཤིག་མ་རེད་པས་ཟིན་བྲིས་སམ་སྲིད་པ་རེད། ཡིན་ཡང། ཨོ་སི་ཁྲུ་ལི་ཡའི་གསང་བ་ལས་ཁུངས་ཀྱི་གཏིང་ཟབ་པོའི་བརྟག་དཔྱད་བྱས་རྗེས་སུ། གནས་ཚུལ་ལྷག་ས་དེ་ཨ་ནི། ལས་སླ་པོ་དེ་འདྲའི་རྩ་བ་ནས་མི་འདུག་དང་པོ་དེ་ག་རེ་བགྲང་བྱའི་ཕྱིར་ཞུས་པ་དེ་གྱོང་གུན་བརྡར་འགྱུར་གྱི་ཉེན་ཁ་ལྷག་པ་རེད་དེ། ད་ལྟའི AIH ཞེས་པའི་ཚན་རིག་ལག་རྩལ་གྱི་དུས་རབས་ནང་དེང་རབས་ཀྱི་སྐྱེ་དངོས་སྨན་བཅོས་ཞིབ་འཇུག་ལ་རིགས་གཅོད་ཀྱི་གནས་ཚུལ་གྲངས་གཞི་ཧ་ཅང་མང་པོ་དགོས་ཀྱི་ཡོད་པ་དང་རྩིས་རྒྱག་གི་ཤེས་བྱ་དགོས་ཀྱི་ཡོད། གྲངས་གཞི་འདི་དག་རྒྱ་ནག་ནང་དཔར་བཤུས་བྱས་ནས་ཕྱིར་ཕྱིན་པ་ཡིན་ན་དུས་ཚོད་སྐར་མ་ཁ་ཤས་ནང་གྲངས་གཞི་འདི་དག་རིགས་རྒྱུན་སྐྱེ་དངོས་འགོག་སྲུང་དང་ཡང་ན་རིམ་པ་མཐོ་བའི་གྲངས་གཞིའི་མ་དཔེར་འགྱུར་སྲིད་པ་རེད། གཉིས་པ་དེ་ནི་ཉེན་ཁ་ཆེ་ཤོས་ཡིན་པ་འདི་ནི་རྩ་འཛུགས་ཕན་ཚུན་འབྲེལ་བ་ཆགས་པ་དེ་རེད། རང་གི་བསམ་པར་ཉམས་ཞིབ་པ་གཅིག་དང་སྨན་རྫས་སྐོར་སྐད་ཆ་ཤོད་དགོས་ཡོད་པ་ཡིན་ན་ཡང་ཚན་རིག་ལག་རྩལ་མི་སྣའི་རྒྱབ་ལ་ཡོད་པ་ནི་རྩ་འཛུགས་སམ་ཉམས་ཞིབ་ཚན་པ་ཞིག་ཡོད་པ་ཡིན་དུས་ཁོ་ཚོས་རྒྱུན་དུ་ནུས་ཤུགས་ཆེ་བའི་དངོས་ཁམས་རིག་པ་ལྟ་བུའི་དམག་དོན་ཞིབ་འཇུག་ཡང་ཡང་བྱེད་ཀྱི་ཡོད། ཐ་ན་དུས་གཏན་མཚོན་ཆ་དང་འབྲེལ་བའི་ལག་རྩལ་ཞིབ་འཇུག་བྱེད་ཀྱི་ཡོད། དེ་དག་ནུབ་ཕྱོགས་རྒྱལ་ཁབ་རྨིས་ན་དམག་དམངས་མཉམ་བསྲེས་ཟེར་གྱི་ཡོད། རང་གི་བསམ་བློར་རང་གི་སྨན་རྫས་བཅོས་སྟབས་ལ་ཉམས་བཞེས་བྱེད་ཀྱི་ཡོད་བསམ་གྱི་ཡོད་པས་ཡིན་ཡང་དེ་ནི་ལག་རྩལ་དང་མ་དངུལ་གཅིག་བྱས་ན་ཚོད་ལྟ་ཁང་གཞན་ཞིག་ན་དེ་ནི་དགྲ་ལས་རྒྱལ་བའི་མི་ཤུགས་འཕུར་མདེལ

ཨ་ནི་དེ་ལྟ་བུའི་གར་སྟོང་ནང་མཉམ་ལས་བྱེད་པའི་ལས་ཀ་དེ་དག་ག་དུས་ཡིན་ན་འབར་གས་བྱེད་སྲིད་པའི་དུས་སྐབས་འབར་འདིའི་ཆེད་ལ་འགྱུར་སྲིད་པ་རེད་ཉེན་ཚབས་ཆེན་པོ་དེ་ཕྱིར་མངོན་པའི་རྗེས་སུ་ཨོ་གླིང་གཞུང་གི་ཐེ་ཚོམ་གང་ཡང་མེད་པར་དེ་མ་ཐག་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་གས་པའི་ཚེས་བཅོ་ལྔ་ནི་ཨོས་ཐུ་ལི་ཡའི་ཕྱི་སྲིད་བློན་ཆེན་ཕེན་ནི་ཝང་གིས་ཨོས་ཐུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་དང་ཁུན་སི་ལན་གཙུག་ལག་སློབ་གཉེར་ཁང་གཉིས་ཀྱི་མཉམ་ལས་གྲོས་མཐུན་མཚམས་འཇོག་བྱེད་དགོས་པའི་བཀའ་བཏང་ཡོད་རེད་དེ་ཡང་ང་ཚོས་ཨོ་སི་ཀྲུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ལ་འབྲེལ་ཡོད་མཉམ་ལས་ལས་གཞི་མཚམས་འཇོག་བྱ་རྒྱུ་དེ་དུས་བཟང་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ནང་ཚུད་མཇུག་སྒྲིལ་དགོས་པའི་བརྡ་བཏང་ཡོད་ཅེས་ཁ་གསལ་བཤད་བཞག་རྒྱ་ནག་ཤེས་རིག་ལས་ཁུངས་གྲངས་གཞི་གཞིར་བཟུང་སྙན་ཐོ་དེའི་ནང་ཧྲན་ཏུང་སློབ་ཆེན་དང་ཨོ་སི་ཀྲུ་ལི་ཡའི་རྒྱལ་ཡོངས་སློབ་ཆེན་མཉམ་འབྲེལ་ཚན་རིག་སློབ་འཛིན་དུ་བསྡོམས་པའི་སློབ་མ་གཅིག་སྟོང་ཉེར་བརྒྱད་ཡོད་པའི་སྐོར་འཁོད་འདུག་སྙན་ཐོའི་ནང་གསལ་ལྟར་ན་སློབ་མ་དུ་བས་སློབ་མ་ཚོས་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་ད་ཡོད་ཀྱི་མཐོ་རིམ་སློབ་མའི་སློབ་ཚན་ལ་གནས་སྤོ་བྱེད་རྒྱུ་བདམས་ཆོག་བལ་དུ་གཞིས་པའི་སྤྱི་དམངས་ཀྱི་གནས་ཚུལ་ལ་གཞིགས་ན་ཧྲན་ཏུང་སློབ་ཆེན་དང་ཨོ་སི་ཁྲུ་ལི་ཡའི་མི་རིགས་སློབ་ཆེན་གྱི་མཉམ་འབྲེལ་ཚན་རིག་ཁང་ནི་རྒྱ་ནག་སློབ་གསོ་པུའུ་ཡིས་ངོས་འཛིན་བྱས་པའི་རྒྱ་ནག་དང་ཕྱི་རྒྱལ་གྱི་མཉམ་འབྲེལ་སློབ་གསོའི་སྒྲིག་གཞི་ཞིག་རེད། དེ་ནི་ཧྲན་ཏུང་སློབ་ཆེན་དང་ཧྲན་ཏུང་ཞིང་ཆེན་ཝེ་ཝེ་གྲོང་ཁྱེར་དུ་ཡོད་པའི་ཨོ་སི་ཁྲུ་ལི་ཡའི་རྒྱལ་ཁབ་སློབ་ཆེན་གྱི་མཉམ་ལས་བརྒྱུད་ནས་བཙུགས་པ་དང། དེ་དང་ཆབས་ཅིག་ཁུན་སི་ལན་གྱི་གཙུག་ལག་སློབ་གཉེར་ཁང་དང་རྒྱ་ནག་ཚན་རིག་སློབ་གཉེར་གྱི་མཉམ་འབྲེལ་ཁང་ཨོ་སི་ཀྲུ་ལི་ཡའི་ས་གནས་ཀྱི་རྩིས་ཆེན་བེད་སྤྱད་དེ་ན་ཟུག་འཇོམས་བྱེད་ཀྱི་སྨན་རྫས་ཞིབ་འཇུག་བྱེད་པའི་ལས་ཀ་དེ་མཇུག་བསྒྲིལ་ཡོད། ཨོ་སི་ཀྲུ་ལི་ཡའི་ཕྱི་དྲིལ་ཁྲིམས་ལུགས་འོག་ཕྱི་སྲིད་བློན་ཆེན་ལ་ཨོ་སི་ཀྲུ་ལི་ཡའི་ཕྱི་དྲིལ་སྲིད་ཇུས་དང་མི་མཐུན་པའི་ཕྱི་རྒྱལ་གྱི་སྡེ་ཚན་ཁག་དང་མཉམ་དུ་སྒྲིག་གཞི་མེད་པར་བཟོ་རྒྱུའི་དབང་ཆ་ཡོད་པ་རེད། ཧྥ་རན་སིའི་རྒྱལ་སྤྱིའི་རླུང་འཕྲིན་ཁང་གི་དྲ་ཚིགས་ཐོག་གནས་ཚུལ་སྤེལ་བར་གཞིགས་ན་དེའི་ནང་ཧྥུའུ་ཁན་སློབ་ཆེན་དང་ཧྲང་ཧའེ་ཅའོ་ཙུང་སློབ་ཆེན་གཉིས་ཀ་ཚུད་ཡོད་རེད་བཤད་ཀྱི་འདུག་ཨ་ནེ་སན་སི་རྣ་བར་བཀའ་དྲིན་ཆེ།